རྣམས་གླིང་གི་མཚམས་ལོག་སྐུ་ངམ་སང་ད་ད་རིང་ཡིན་པ་ཡིན་ན་འཛམ་གླིང་ཐོག་ལ་ལོ་རྒྱུས་རང་བཞིན་ལྡན་པའི་ཉིན་མོ་ཞིག་ཐུག་ཆེ་འགོ་འཛུགས་བྱུ་གོ་རེད་ཉིན་མོ་དེ་ཡིན་པ་ཡིན་ན། གཅིག་ཨ་རིའི་ན་ས་ཚན་རིག་ཞིབ་འཇུག་ལྟེ་གནས་ཁང་གི Atmas ཞེས་པའི་ལས་འཆར་དེའི་གི་འོག་ནས་ད་གཅིག་འགྲོ་བ་མིའི་རིགས་སླར་ཡང་ད་ཝའི་གྲོང་ཁྱེར་གི་ཕྱོགས་སུ་འགྲོ་ཡ་གི་ལས་གཞི་དེ་འགོ་འཛུགས་བྱེད་དགོས་རེད། དེ་འདྲའི་དུས་ཙམ་པ་ད་ད་ལྟའི་ཆར་ལ་འཛམ་གླིང་གི་མི་སྟོང་ཕྲག་མང་པོས་ལས་གཞི་དེའི་ཐོག་ལ་དོ་སྣང་བྱེད་ཀྱི་ཡོད་པ་དང་ལྷག་པར་དུ་གསར་འགྱུར་བརྒྱུད་ལམ་ཁག་ཚོས་ནས་ལས་གཞི་དེའི་ཐོག་ལ་དམིགས་བསལ་དང་དོ་སྣང་ཆེན་པོའི་གི་ཐོག་ནས་གསར་འགྱུར་བརྒྱུད་སྤེལ་བྱེད་དགོས་རེད། དེ་འདྲ་ཡིན་དུས་ཙམ་པ་ད་ད་རིང་གི་ལས་གཞི་དེ་དེ་ཙམ་གྱི་དོ་སྣང་ཆེན་པོ་བྱེད་དགོས་ཡ་དང་གནད་འགག་དང་དེའི་གི་ལུགས་རྒྱུགས་ཀྱི་རྒྱབ་ལྗོངས་ག་རེ་ཡིན་མིན་སྐོར་ལ་ངོ་སྤྲོད་ཞུ་གི་ཡིན། དེ་འདྲ་ཙམ་པ་ད་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་དང་བདུན་ཅུའི་གཡས་གཡོན་ལ་ཡིན་པ་ཡིན་ན་ཅིག་ཨ་རིའི་ན་ས་ཚན་རིག་ཞིབ་འཇུག་ལྟེ་གནས་ཁང་གི་ཨེ་པོ་ལོ་ཞེས་གི་ལས་འཆར་དེའི་གི་འོག་ནས་ད་ཅིག་ཨ་རིའི་གི་ནང་ལོགས་གི་ཚན་རིག་པ་མང་པོ་ཅིག་ད་བའི་གྲོང་ཁྱེར་ཐོག་ལ་འདུག་བྱེད་སྐྱེས་ཡོད་རེད། དེ་འདྲ་ཡོད་དུ་བརྩམས་པ་ལས་གཞི་དེའི་གི་ནང་ལོགས་ལ་རྟ་གཅིག་ཐོག་མར་རྟ་གཅིག་འཛམ་བུ་གླིང་ནང་ལོགས་ལ་འགྲོ་བ་མིའི་རིགས་ཀྱི་རྟ་གཅིག་མི་ཐོག་མར་ཟླ་བའི་གྲོང་ཁྱེར་ཐོག་ལ་བསྐྱོད་མཁན་དེ་ཡིན་པ་ཡིན་ན་ཨ་ནི Neil Armstrong ཅེས་ཚེ་རིལ་བུ་ཁོ་རང་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུའི་ཐོག་དྲུག་ཅུ་རེ་དགུའི་ལོ་ལ་ཨ་ནི་ཟླ་བའི་གྲོང་ཁྱེར་ན་འདུག་ཅེས་དངོས་སུ་ཁོ་རང་གིས་གོམ་པ་དང་པོ་དེ་བརྒྱབ་ཡོད་རེད། སྐབས་དེ་དུས་ཡིན་པ་ཡིན་ན་ཁོ་རང་གི་སྙིང་གི་འཕར་ཚད་དེ་ནས་བརྒྱ་དང་ལྔ་བཅུ་ཙེ་སླེབས་ཡོད་རེད་ཡིན་པ་ཡིན་ནའི་ཁོ་རང་གིས་འཛམ་གླིང་གི་ཕྱོགས་ལ་ཁ་བཏགས་རྗེས་ཨ་ནི་ཁོ་རང་གིས་ག་རེ་བཤད་ཡོད་རེད་ལ་ན་ཨ་ནི་འདི་ནི་ཨ་ནི་མི་གཅིག་གི་གོམ་སྟབས་ཆུང་ཆུང་ཅིག་ཡིན། ཡིན་པ་ཡིན་ན་འགྲོ་བ་མིའི་རིགས་ཀྱི་གོམ་སྟབས་ཆེན་པོ་ཞིག་ཡིན་ཞེས་བཤད་ཡོད་དུས་སམ་བ་ད་ཁོ་རང་གིས་སྐབས་དུས་དུས་བཤད་པའི་སྐད་ཆ་འདི་ཡིན་ན་ད་ལྟ་ལོ་རྒྱུས་ཐོག་ལྷག་ཡོད་ལ་མི་མང་པོ་ཅིག་གིས་འདི་ཨ་ཅིག་ཧ་ཅང་གི་ཡིད་སྨོན་བྱེད་དགོས་ཡ་གི་སྐད་ཆ་ཅིག་ལོ་ངོ་འཛིན་བཅག་གནང་དགོས་བ་རེད། It's one small step for man, one giant leap for mankind. དེ་འདྲ་ཡོད་དུས་སམ་བ་ད་ཡིན་པ་ཡིན་ན་སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་གཡས་གཡོན་ལ་ཨ་ནི་ཟླ་གཅིག་འཛམ་བུ་གླིང་ནང་ལོ་ཡི་ནས་རེད་ལྷག་པར་དུ་ཨ་རི་ནང་ལོ་མི་མང་པོ་ཅིག་ཡང་ཅིག་ཟླ་བའི་གྲོང་ཁྱེར་ཐོག་ལ་སྐྱོད་ཡ་གི་ལས་གཞི་དེའི་ཐོག་ལ་དོ་སྣང་ཉུང་དུ་ཕྱིན་པ་དང་ད་ག་ནང་བཞིན་གྱི་ཨ་རི་གི་ཟླ་གཅིག་དཔལ་འབྱོར་གྱི་གནས་སྟངས་དེ་འདྲའི་གི་ཐོག་ནས་ལས་གཞི་དེ་མཇུག་སྒྲིལ་དགོས་གི་གནས་སྟངས་ཅིག་ཆགས་ཡོད་རེད་ཡིན་པ་ཡིན་ནས་ད་ད་ལྟ་ད་ལྟའི་ཆ་ལ་ཨ་རི་གཞུང་གིས་སླར་ཡང་ཟླ་གཅིག་ཟླ་བའི་གྲོང་ཁྱེར་ཐོག་ལ་སྒྲོལ་ཡ་གི་ལས་གཞི་རྟ་ཟ་བ Atmas ལ་ཡང་ལས་གཞི་འདི་འགོ་འཛུགས་བྱས་པ་རེད། ཡང་སྙིང་ལས་གཞི་འདི་འགོ་འཛུགས་བྱེད་དགོས་ཀྱི་རྒྱུ་མཚན་གཙོ་བོ་གཅིག་གར་ཆགས་དགོས་ལ་ན་རྟ་གཅིག་དེ་ངེད་ཀྱི་ནང་བཞིན་མ་ཡིན་པར་ད་ཐང་དར་གེ་སར་ཚན་རིག་གི་འཕྲུལ་ཆས་ཡར་རྒྱས་འགྲོ་ཡི་འདུག་བསམ་པ། མུ་མཐུད་ཞིབ་ཚགས་པོའི་ཐོག་ནས་ཟླ་བའི་གྲོང་ཁྱེར་གྱི་རྟ་གཅིག་ཁོར་ཡུག་དང་སའི་གྲུབ་ཆ་འདུས་ཚུལ་ཐོག་ལ་ཚན་རིག་གིས་བརྟག་དཔྱད་བྱས་ཀྱི་གནས་སྟངས་གཅིག་ཡོད་རེད། དེ་ག་ནང་བཞིན་གྱི་ཆབ་སྲིད་ཀྱི་རྒྱབ་ལྗོངས་དེ་ག་རེད་ཞུས་པ་ཡིན་ན། རྒྱ་ནག་གིས་ད་ད་ལྟའི་ཆར་ལ་སྤྱི་ལོ་ཉིས་སྟོང་སུམ་ཅུའི་ལོ་ལ་ཟླ་བའི་གྲོང་ཁྱེར་ནང་ལ་རྒྱ་ནག་གི་ཚན་རིག་པ་ཚོ་དང་ཡང་གི་འཆར་གཞི་ཞིག་འབྲི་ཡི་འདུག་བརྩམས་པ་ད་གང་རྗེས་སླར་ཡང་ཟླ་བའི་གྲོང་ཁྱེར་ཐོག་ལ་མི་འགྲོ་ཡ་དེ་མུ་མཐུད་ཨ་རིག་གི་ད་ཅིག་གོ་གནས་ཡིན་ནའི་རེད་ཨ་རིག་གི་དེ་ད་ལེན་དགོས་ཡ་དེ་གལ་ཆེན་པོ་ཅིག་ལ་བརྩིས་རྗེས་ད་ཨ་རིག་གི་ཟླ་བའི་གྲོང་ཁྱེར་ཐོག་ལ་འགྲོ་ཡ་གི་ལས་གཞི་དེའི་ཐོག་ལ་ཤུགས་རྒྱག་ཡ་གི་གནས་སྟངས་ཅིག་ཆགས་གི་ཡོད་རེད། དེ་འདྲའི་དུས་བརྩམས་པ་ད་ད་ལྟའི་བར་དུ་ད་ཅིག་ཨ་རིག་གི་ལས་གཞི་དེ་འགོ་འཛུགས་བྱས་རྗེས་ད་ད་རེས་ཀྱི་ད་དགོངས་དག་ཨ་རིག་གི་ཆུ་ཚོད་དྲུག་དང་ཕྱེད་ཀ་དང་རྒྱ་གར་གྱི་ཐོ་རངས་ཆུ་ཚོད་གསུམ་དང་ཕྱེད་ཀའི་ཐོག་ལ་ཨར་མཱས་ཀྲུའུ་གི་ད་ལས་གཞི་དེའི་ཐོག་ནས་ཨ་ནི་ད་ལྟ་བུ་དུ་འཛམ་བུ་གླིང་ནང་བཟོ་སྐྲུན་བྱས་པའི་མེ་ཤུགས་འཕུར་མདའ་ཤུགས་ཚད་ཆེ་ཤོས་གཅིག་ད་བེད་སྤྱོད་བྱས་རྗེས་ཨ་ནི་ཚན་རིག་པ་བཞི་ཨ་ཟླ་བའི་གྲོང་ཡིག་གི་ཐོག་ལ་སྐོར་རེས་བརྒྱབ་རྗེས་མ་ཡོན་ཡལ་གྱི་གནས་སྟངས་ཅི་ཆགས་སྐོར་དེ་འདྲ་ཡོད་དུས་བསམ་པ་ད་ཁོ་རང་ཚོས་ད་ད་རེས་ཀྱི་ལས་གཞི་དེའི་གི་དམིགས་ཡུལ་གཙོ་བོ་དེ་ག་རེད་ཞུས་པས་ན། རྩ་བའི་གི་ལས་གཞི་དེ་ཡིན་པ་ཡིན་ན་ཨ་ནི་ཉིན་གྲངས་བཅུའི་རིང་གི་ལས་གཞི་གཅིག་ཆགས་དེ་ཡོད་རེད་ཐོག་མར་དེ་ཁོང་ཚོ་ད་འཛམ་གླིང་ཐོག་ནས་ཐོན་རྗེས་འཛམ་གླིང་ལ་སྐོར་བ་གཅིག་བརྒྱབ་དེ་ནས་ཤར་རྒྱག་ཨ་ཟླ་བའི་གྲོང་ཁྱེར་གྱི་ཡིན་ནའི་རེད་ཟླ་བའི་ཕྱོགས་ལ་ཡར་ཕྱིན་རྗེས་ཟླ་བ་ལ་སྐོར་བ་ཅིག་བརྒྱད་བྱས་མ་ཡོང་ཡང་བྱས་བྱས་ཁ་འབྱེད་ཁྱོན་བསྡོམས་ཉི་མ་བཅུའི་ལས་ཤིག་བྱེད་དགོས་རེད། དེ་འདྲའི་བརྩོན་པ་ད་འཛམ་གླིང་ལ་སྐོར་བརྒྱད་དགོས་ཀྱི་གནས་སྟངས་དེ་ག་རེ་ཞུས་པས་ན་ད་རིང་གི་མི་ཤུགས་འཕུར་མདའ་འདི་ཧ་ཅང་གི་ཐོན་གསར་པ་ཅིག་དང་ད་ལྟ་བུ་དུ་ཚར་གཉིས་མི་ཤུགས་བེད་སྤྱོད་བྱས་མི་འདུག་བསམ་པ་ཡག་ཉིན་མི་ཤུགས་འཕུར་མདའ་དེའི་ནང་ཡོད་པའི་གི་འཕྲུལ་ཆས་དེ་གས་གི་ད་ཅིག་ནང་ལོག་ཡོད་པའི་ཚེ་རིལ་བུ་ཚོའི་ཚེ་སྲོག་དེ་སྲུང་སྐྱོབ་བྱེད་ཐུབ་ཀྱི་ཡོད་མེད་ཀྱི་ད་ཚོད་ལྟ་གཉིས་པོ་དེ་བྱ་དེ་དགོས། དེ་བྱས། ཚོད་ལྟ་གཉིས་པོ་དེ་བྱས་རྗེས་ཨན་ཟླ་བའི་གྲོང་ཁྱེར་ཕྱོགས་ལ་འགྲོ་རྗེས་ཟླ་གཅིག་ཟླ་བའི་གི་འཐེན་ཤུགས་དང། ཟླ་བའི་གི་འཁོར་འདེགས་དུས་ཚོད་ཐོག་ལ་ཞིབ་འཇུག་བྱས་གི་ལས་གཞི་གཅིག་བྱ་དགོས། དེ་ནས་ཁོ་ཚོ་སྤྱི་ཟླ་བཞི་པའི་ཚེས་བཅུ་ཉིན་ག་དེ་ཨ་ནི་སླར་ཡང་འཛམ་གླིང་གི་ཕྱོགས་ལ་མ་ཐོན་རྗེས་ད་ལས་གཞི་དེ་མཇུག་སྒྲིལ་དགོས། བྱས་ཙང་ད་ད་རིང་གི་ལས་གཞི་དེའི་ཐོག་ལ་དངོས་སུ་ཟླ་བའི་གྲོང་ཁྱེར་ཐོག་ལ་བབས་ཀི་མེད་པ་ཡིན་ནའི། སྤྱི་ལོ་ཉིས་སྟོང་ཉིས་བརྒྱ་རྩ་བརྒྱད་ལོ་ལ་ཨ་རིག་གི་རྟ་ཟླ་བའི་གྲོང་ཁྱེར་ཐོག་ལ་བབས་ཡས་ཀྱི་ལས་གཞི་དེའི་གི་སྔོན་འགྲོའི་གི་རྟ་ཚོད་ལྟའི་གི་ལས་གཞི་ཅིག་ཆགས་ཀྱི་ཡོད་རེད། ད་དེ་དེ་འདྲ་ཡིན་དུས་སམ་བ་ད་ད་རིང་གི་ལས་གཞི་དེའི་ཐོག་ལ་མི་ཚང་མས་གི་དོ་སྣང་བྱེད་དགོས་ཡས་ཀྱི་གནད་དོན་གཅིག་ག་རེད་ཞུས་པ་ཡིན་ན། གཅིག་ནས་ཡིན་པ་ཡིན་ན་ད་རིང་གི་ལས་གཞི་དེའི་འོག་ལ་ཚན་རིག་པ་བཞི་ཨ་ཟླ་བའི་གྲོང་ཁྱེར་ཐོག་ལ་འགྲོ་ཡས་ཀྱི་འཆར་གཞི་བསྒྲིགས་ཀྱི་ཡོད་རེད་དེ་དུས་སམ་བ་ད་དེ་ངས་ད་མ་ཡིན་བ་ད་ད་རིང་གི་ལས་གཞི་དེའི་ནང་ཡིན་ན་བུད་མེད་ཚན་རིག་པ་ཐོག་མར་གྱི་ཟླ་བའི་གྲོང་ཁྱེར་ཐོག་ལ་འགྲོ་གི་ཡོད་དུས་བརྩམས་པ་དེའི་ཐོག་ནས་ད་འཛམ་གླིང་ཐོག་མི་ཚང་མས་དོ་སྣང་བྱེད་ཡ་གི་གནས་སྟངས་གཅིག་ཆགས་བསྡད་ཡོད་རེད། དག་ནང་བཞིན་གྱི་ད་རིང་གི་ལས་གཞི་དེའི་ནང་ཡིན་ན་ཚན་རིག་པ་གཅིག་དེ་མཚོན་ཐོག་ཅན་གྱི་མི་རིགས་ད་ག་ཅིག་མི་རིགས་ནག་པོའི་གྱི་ཚན་རིག་པ་གཅིག་ད་རིང་འགྲོ་གི་ཡོད་དུས་བརྩམས་པ་དེ་ཡིན་ནས་ད་ཅིག་ལོ་རྒྱུས་ཀྱི་ཐོག་ལ་ཐེངས་དང་པོ་ཆགས་ཡོད་དུས་བརྩམས་པ་དེ་ཡང་གནད་འགག་གཅིག་ཆགས་བསྡད་ཡོད་རེད། ད་ད་ལྟ་བུ་དུ་ཟླ་བའི་གྲོང་ཁྱེར་ནང་བསྐྱོད་ཟིན་པ་དང་ལས་གཞི་དེའི་ནང་མཉམ་ཞུགས་བྱེད་མཁན་ཆ་ཚང་གཅིག་ཨ་རིའི་རང་གི་མི་སེར་ཆགས་ཀྱི་ཡོད་རེད། ཡིན་པའི་ནས་ད་ད་རིང་གི་ལས་གཞི་དེའི་ཐོག་ལ་ཡིན་ན་ཨ་རི་མ་ཡིན་པའི་རྒྱལ་ཁབ་གཞན་པ་གི་མི་སེར་གཅིག་ཨན་ད་བའི་གྲོང་ཁྱེར་ནང་ཡིན་ནས་རེད་ད་བའི་ཕྱོགས་སུ་འགྲོ་ཡས་ཀྱི་ལས་གཞི་དེའི་ནང་མཉམ་ཞུགས་བྱེད་ཀྱི་ཡོད་དུ་བརྩམས་པ་འདི་ཡང་ལུགས་རྒྱུད་ཀྱི་ཐོག་ནས་གནད་འགག་ཆེན་པོ་གཅིག་ཆགས་གོ་རེད་ཁོ་རང་ཡིན་པ་ཡིན་ན་ཀན་ན་ཀྲ་གི་ཨ་ནི་ཚན་རིག་པ་གཅིག་ད་རིང་གི་ལས་གཞི་དེའི་ནང་མཉམ་ཞུགས་བྱེད་ཀྱི་ཡོད་དུས་བརྩམས་པ། ད་ཁོ་རང་ཡིན་པ་ཡིན་ན་ཨ་རིའི་མི་སེར་མིན་པ་དང་ཨ་ནི་ཀན་ན་ཀྲའི་མི་སེར་ཅིག་ཆགས་ཀྱི་ཐོག་ནས་ད་བའི་གྲོང་ཁྱེར་གྱི་ནང་སྐྱོད་ཡག་གི་ལས་གཞི་དེའི་ནང་མཉམ་ཞུགས་བྱས་བ་དེ་ཐོག་མ་བྱས་ཡོད་དུས་བརྩམས་པ་དེ་འདྲའི་གི་ཐོག་ནས་ད་ད་རིང་མི་ཚང་མས་དོ་སྣང་བྱེད་དགོས་གནས་སྟངས་གཅིག་དེར་ད་ཡིན་པ་ཡིན་ནས་ད་ཡག་ཉིན་ཨ་རི་གཞུང་གིས་འགྲོ་སོང་ཕོན་ཆེན་དེ་འདྲ་ཞིག་བཏང་རྗེས་ད་བའི་གྲོང་ཁྱེར་ནང་འགྲོ་དགོས་ཡག་གི་རྒྱུ་མཚན་དེ་ག་རེད་ཞུས་པ་ཡིན་ན། ད་རིང་གི་ད་བའི་གྲོང་ཁྱེར་ནང་འགྲོ་ཡག་དེ་ཡིན་པ་ཡིན་ན་ད་ཅིག་སྤྱི་ལོ་ཉིས་སྟོང་སུམ་ཅུ་ལོ་ལ་ཨ་རི་གི་ཆ་གཞིའི་ནང་ལོ་ཡིན་ན་ང་ཚོའི་འཛམ་གླིང་དང་ས་ཐག་ཉེ་ཤོས་ཀྱི་གཟའ་སྐར་མིག་མངས་དེ་ནང་ལོ་ཟླ་འགྲོ་བ་མིའི་རིགས་སྐྱོད་ཡ་ཀྱི་ལས་གཞི་ཅིག་འཆར་གཞི་སྒྲིག་དང་སྒྲིག་བཞིན་པའི་དུས་ཚོད་ཅིག་རེད། དེ་དུས་ཟམ་པ་ཟླ་བའི་གཟའ་སྐར་མིག་མངས་དེ་ན་ཅིག་འཛམ་བུ་གླིང་དང་འདྲ་བའི་ཆ་མང་པོ་ཡོད་རེད་ལ་མ་འདྲ་བའི་ཆ་མང་པོ་ཡོད་པ་དེ་ས་ཆ་དེ་ལ་ཡིན་ན་སྐམ་ཤས་ཆེན་པོ་དང། ནི། རླུང་ཁམས་དང་དུས་ཚོད་ཀྱི་ཐོག་ནས་ཁྱད་པར་ཆེན་པོ་ཡོད་པ། ད་གིན་ནང་བཞིན་གྱི་འཐེན་ཤུགས་དེ་འཛམ་གླིང་དང་བསྡུར་བས་ན་ཧ་ཅང་གི་ཆུང་ཆུང་ཡིན་པ། དེ་འབྲེལ་གྱི་ཐོག་ནས་གངས་ཆད། ཐོག་མ་དེ་ཤར་སྐྱ་བཟའ་ཁ་མིག་མང་ཐོག་ལ་མ་འགྲོ་བའི་གོང་དེ་ལ། ནི་ཅིག་ཟླ་བས་གྲོང་ཁྱེར་ནང་ལ་འགྲོ་བྱས། ནི་འགྲོ་བ་མིའི་རིགས་ཀྱི་གཟུགས་པོའི་གི་གནས་སྟངས་དེ་གིས་ཟླ་བས་གྲོང་ཁྱེར་ནང་ལོ་ལ་ཚོད་ལྟ་བྱས་དང། ཅིག་འཐེན་ཤུགས་ཧ་ཅང་ཉུང་ཉུང་ཡོད་པའི་གི་ཁོར་ཡུག་ནང་ལོ་ལ་ང་ཚོའི་གཟུགས་པོ་དེ་ཇེ་ལེགས་ལ་འགྱུར་བ་གར་འགྲུག་ཏོ། དེ་འབྲེལ་གྱི་ཞིབ་འཇུག་བྱས་ཅིག་དང། ལྷག་པར་དུ་ཡང་ཅིག་ད་ལྟ་ཉམས་ཞིབ་པ་ཚོས་གི་གསུང་ཡ་ཆེ་བས་ན། ཟླ་བའི་གྲོང་ཁྱེར་ནང་ལོགས་ཡིན་པ་ཡིན་ན་ད་ཅིག་འཛམ་བུ་གླིང་ནང་ལོགས་ལ་ཧ་ཅང་རགས་དཀོན་པས་ཀྱི་གཏེར་ཁའི་རིགས་མང་པོ་ཅིག་ཟླ་བའི་ནང་ཟླ་བའི་གྲོང་ཁྱེར་གྱི་ནང་ལོགས་རགས་ཡོད་དུས་ཙམ་པ་དུས་ཚོད་ཡིན་ནའི་ཐོག་ལ་ཞིབ་འཇུག་བྱས་ཀྱི་གནས་སྟངས་ཅིག་ཆགས་ཡོད་དུས་ཙམ་པ། དེ་འདྲ་ཡིན་དུས་ཙམ་པ་ད་ད་རིགས་ཀྱི་ལས་གཞི་དེ་ཡིན་ན་ཨ་རིའི་ན་ས་ཚན་རིག་ཞིབ་འཇུག་ལྟེ་གནས་ཁང་གི་ངོས་ནས་ཕྱེས་ན་ཧ་ཅང་གི་གལ་འགངས་ཆེན་པོ་དང་ལྷག་པར་དུ་གཟའ་སྐར་མིག་མངས་ཀྱི་ཐོག་ལ་འགྲོ་ཡ་ཀྱི་ལས་གཞི་དེས་ཀྱི་ད་ཅིག་ས་བོན་ལྟ་བུ་ཅིག་ལ་འདུག་ཅེས་ངོས་འཛིན་བྱེད་དགོས་རེད་དེ་འདྲ་ཡིན་དུས་ཙམ་པ་ད་ད་རིང་གི་དགོངས་དག་ཆོས་ཚོད། ཨ་རིའི་མཚན་གྱི་ཆུ་ཚོད་དྲུག་ཏུ་ཕྱེད་ཀ་བཅས་དང་རྒྱ་གར་གྱི་ཐོ་རངས་ཆུ་ཚོད་གསུམ་ཏུ་ཕྱེད་ཀའི་ཐོག་ལ་ད་ད་རིང་གི་ཟླ་གཅིག། ལོ་ངོ་ལྔ་བཅུ་ལྷག་གི་རྗེས་ལ་འགྲོ་བ་མིའི་རིགས་ཟླ་བའི་གྲོང་ཁྱེར་གྱི་ཕྱོགས་སུ་སྐྱོད་ཡ་གྱི་ལས་གཞི་འདི་འགོ་འཛུགས་ཡུལ་དུ་བརྩམས་པ། ལས་གཞི་འདི་ཡིན་ན་ད་ལྟའི་ཆར་ལོ་རྒྱུས་ཀྱི་ཐོག་ལ་ཧ་ཅང་གི་གལ་གནད་ཆེ་བའི་ཉིན་མོ་གཅིག་ཆགས་ཀྱི་ཡོད་རེད།